སློབ་ཕྲུག་རྣམས་ལ་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས། དེ་རིང་ང་རང་གིས་སློབ་ཚན་གྲོལ་ཏེ་ཏང་རྒྱུན་གྱི་སྤྱི་བཤད་གྲོལ་ཆེད། ད་ངེད་ཀྱིས་ཏང་རྒྱུན་གྱི་སྤྱི་བཤད་ནང་ད་ལྟ་ངས་གར་གར་བྲིས་ཡོད་ལབ་ན། ཏང་རྒྱུན་གྱི་གོ་དོན་བྲིས་ཡོད། ཏང་རྒྱུན་གྱི་བརྗོད་བྱ་གཙོ་བོ་གསུམ་དེ་བྲིས་ཡོད། ནི་ཏང་རྒྱུན་གྱི་རྩོམ་པ་པོ། ཨ་འདི་ནི་གསལ་བྱེད་སུམ་ཅུ་སྟེ་དེའི་ཚེ་ལྔ་ལ་ནི་དབྱེ་བ་བྱེད་སྟངས་དེ་བྱས། ནི་གསལ་བྱེད་རྣམས་རྟགས་ལྔ་ལ་དབྱེ་བ་བྱེད་དགོས་པའི་རྒྱུ་མཚན་ད་འོ་འདི་གའི་ཆ་ཚང་གཅིག་ངས་ད་ལྟ་དེ་ལ་མ་བྲིས་ནས་བཞག་ཡོད། ད་ད་རིང་ང་ཚོ་སློབ་ཚན་འདི་གྲོལ་རྗེས་རྙེད་ན་དང་པོ་ང་ཚོ་ཤེས་དགོས་གལ་ཆེན་པོ་དེ་ག་ལ་ན་སྟངས་རྒྱུད་ཀྱི་གོ་དོན་དེ་ཤེས་དགོས་པས་མི་སྲིད་གལ་ཆེན་པོ་རེད། ཨ་དབྱེ་བ་དེ་སྟངས་རྒྱུད་ཀྱི་བརྗོད་བྱ་གཙོ་བོ་གསུམ་སྟེ། ཨ་ནེ་གསུམ་པ་དེ་བཏང་བྱོལ་གྱི་རྩོམ་པ་པོ་སུ་ཡིན་མིན་འོ་དེ་ཚོ་གསུམ་དེ་ཤེས་དགོས་གལ་ཆེན་པོ་ཆགས་ཡོད་འདུག་ད་ངེད་ལ་དང་པོ་ང་ཚོ་བཏང་བྱོལ་གྱི་གོ་དོན་འགྲོ་ཡ་བྱས། ད་བཏང་བྱོལ་གྱི་གོ་དོན་འདི་ལྟ། བཏང་བྱོལ་གྱི་གོ་དོན་ལ་འགྲོ་བསམ་པ་ད། གོ་དོན་དེ་འདྲས་འགྲོ་ཞིག་ཆོག། ཡིག་ཡེ་ཕོ་མོ་མ་ནིང་སོགས་ཀྱི་རྟགས་ཀྱི་འཇུག་ཚུལ་རྒྱས་པར་བཤད་པའི་གཞུང་ཞིག་ལ་ཟེར། ད་བཏང་བྱོལ་གྱི་གོ་དོན་འདི་འོ་དེ་འདྲས་འགྲོ་གི་རེད། ད་དེ་གི་དོན་དག་དེ་ངས་མར་འགྲེལ་བཤད་རྒྱག་བ་ཡིན་ན།

ཁོ་ཡི་གེ་ཁོ་རང་གིས་ད་ཕར་ལོག་བསྒྲགས་སྟངས་དང་སྒྲག་རྩོད་ཀྱི་ཁྱད་པར་གྱི་ཆ་ནས་དབྱེ་བ་འབྱེད་ཀྱི་ཡོད་རེད། ཨ་ནི་དབྱེ་བ་དེ་དཔྱད་བྱ་བ་དེ་གི་ཨ་ནི་འཇུག་སྟངས་དེ་མ་དྲག་སྐྱེའུ་ཐོག་ནས་བཤད་པའི་གཞུང་ངོ་བོ་དེ་འདྲའི་ཅིག་ལ་ཨ་ནི་སྟངས་འཇུག་ལབ་ཀྱི་ཡོད་རེད། ད་ང་རང་གིས་སྟངས་འཇུག་གོ་དོན་དེ་ཚར་བ་བྱས་ད་གཉིས་བ་དེ་ག་ལ་ན་སྟངས་འཇུག་གི་བརྗོད་བྱ་གཙོ་བོ་གསུམ་བཏང་བརྗོད་ཀྱི་བརྗོད་བྱ་གཙོ་བོ་གསུམ་དེ་ག་རེ་ག་རེ་རེད་ལ་ན། དང་པོ་དེ་ལ་བཏགས། མི་ཤེས་ཡི་གེའི་རྟགས་ཀྱི་དབྱེ་བ་ཤེས་པ། ནི། སྔོན་འཇུག་གི་རྟགས་ཀྱི་འཇུག་པ་ཤེས་པ། ནི། རྗེས་འཇུག་གི་རྟགས་ཀྱི་འཇུག་པ་ཤེས་པ་ལྟ་བུའོ། འདི་གི་གསུམ་དེ་ག་རེ་ལ་ན། བཏང་བརྗོད་ཀྱི་བརྗོད་བྱ་གཙོ་བོ་གསུམ་ལྟ་བརྗོད་བྱ་གཙོ་བོ་གསུམ་ལ་ན། ཡང་ག་ལ་འོ་ལ་ན། བཏང་བརྗོད་ནང་ལུགས་ལ་ང་རོ་སོ་བྱ་ང་ཡི་གི་དོན་ཚན་ག་ཚོད་ཡོད་རེད་བས་སོ། ལྟ་བུའོ། འདི་གི་གཙོ་བོ་གསུམ་དེ་འདི་འཆར་བར་བྱེད།

ད་ཡིན་པ་ཡིན་ནའི་ཏང་ཙུའུ་ཀྱི་རྩོམ་པ་པོ་དེ་འཐུས་མི་སམ་འབོ་དྲ་ཆགས་ཡོད་རེད་འཐུས་མི་སམ་འབོ་དྲ་གྱིས་ནི་དུས་རབས་ག་དུས་ན་མཛད་པར་ལ་ན་དུས་རབས་བདུན་པ་ནང་ན་ཁོ་ཡིས་མཛད་པ་རེད་ཟེར་ཧ་གོ་ས་ད་འོ་དེ་ཕྱིན་ནས་ང་ར་ཚོ་གྱིས་ད་ཏང་ཙུའུ་ཀྱི་གོ་དོན་བརྗོད་བྱ་ནི་རྩོམ་པ་པོ་ད་འོ་དེ་གས་གསུམ་དེ་ཚ་བ་བྱས་ད་ང་ར་ཚོ་གྱིས་ད་རིང་འགྲོས་དེ་ག་ལ་ན་གཙོ་བོ་དེ་མིང་གཞི་རྟགས་ཀྱི་དབྱེ་བ་ཤེས་པར་འགྲོས་བྱས་ནི་ཁྱང་ཚོ་ཚང་མ་ཀློག་དེབ་ཡོད་ན་ཀློག་དེབ་ཟེར་ཨ། ད་ངས་ཀློག་དེབ་དེ་ན་ལྟ་ཀློག་དེབ་དེ་ན་ངས་ཀློག། ཕོ་ཡི་ཡི་གེ་འབའ་ཞིག་ལ། དེ་འབའ་ཕྱེད་དང་བརྒྱད་གནས་པའང། ལྟ་ངན་ལ་དང་པོ་འདི་ཕོ་བའི་ཡི་གེ་འབའ་ཞིག་ལ་ཕ་བཞག་སོ། ང་ར་ཚོ་གི། སྤྱིར་བོད་ཀྱི་ཡི་གེ་ལ་དབྱེ་ན་ག་ཚོད་ཡོད་རེད་བས་ལ་ལྟ་འོ་དེ་དྲི་བར། སྤྱིར་བོད་ཀྱི་ཡི་གེ་ལ་དབྱེ་ན་གཉིས་ཡོད་རེད། དབྱེ་ན་གཉིས་དེ་གར་གར་ལ་ན་དབྱངས་དང་གསལ་བྱེད་ཆ་ཡོད་རེད། གོ་བོ་དེ་ནང་བཞིན་ང་རང་ཚོ་གི་སྤྱིར་བོད་ཀྱི་ཡི་གེ་ལ་རྟགས་ཀྱི་དབྱེ་ན་ག་ཚོད་ཡོད་རེད་ལ་ན་དབྱེ་ན་གཉིས་ཡོད་རེད་དབྱེ་ན་གཉིས་དེ་ད་གཅིག་པ་གཅིག་ཡང་དབྱངས་དང་གསལ་བྱེད་བྲིས་ཨ་ནི་དབྱངས་བཞི་དེ་མོ་བྱ་བ་རེད། གསལ་བྱེད་སུམ་ཅུ་ཐམ་པ་དེ་ཕོ་ལ་བྱ་བ་རེད། ད་དེ་རྒྱུ་མཚན་ག་རེ་ཕྱིན་རེད་ལ་ན་གསལ་བྱེད་སུམ་ཅུ་ཐམ་པ་དེ་སྒྲ་དང་གྲགས་པ་ཡོད་རེད། འོ་དེ་ཡིན་ཙང་གསལ་བྱེད་སུམ་ཅུ་ཐམ་པ་དེ་ལ་ཕོ་བཞག་དགོས་དཀའ་བོ་རྒྱུ་མཚན་དེ་ཆགས་ཀྱི་ཡོད་རེད། ནི་དབྱངས་བཞི་དེ་མོ་ག་རེ་བཞིན་བཞག་བ་རེད་ཟེར་ན། དབྱངས་བཞི་དེ་སྒྲ་དང་ཞེན་པ་ཡོད་རེད་ཞེན་པ་ཡོད་བ་སོང་ཙང་ནི་དབྱངས་བཞི་དེ་ལ་མོ་བཞག་བ་རེད་ཟེར། ད་ཁྱེད་རང་ཚོ་འདི་ཤེས་ན་ནི་དེ་ཀྱི་འགྲོ་སྟངས་དེ་དཔེ་མི་སྲིད་ལས་ལོག་ཆེ། ད་ལྟ། ཕོ་ཡི་ཡི་གེ་འབའ་ཞིག་ལ། དེ་པ་ཆེ་དང་རྒྱས་གནས་པའང་ད་ང་རོ་ཚོ་ད་འགྱིས་ལ་བ་ན་ཤི་རེད་ང་རོ་ཚོ་གི་ད་ལྟ་ཀློག་དེབ་རྩ་བ་དེ་ནང་ལོ་ལ་ཕོ་ཡི་ཡི་གེ་འབའ་ཞིག་ལ་ཟེར་ན་ཕོ་ཡི་ཡི་གེ་དེ་ག་ལ་གོ་གོ་ན་གསལ་བྱེད་སུམ་ཅུ་ཐམ་པ་ལ་གོ་གོ་རེད་ཟ་ད་གསལ་བྱེད་སུམ་ཅུ་ཐམ་པ་ཁོ་རང་གཅིག་པུ་ལ་ཟ་ལ་རེད་ཨ་ནི་ད་དེ་པ་ཆེ་དང་རྒྱས་གནས་པའང་ད་ང་རོ་ཚོ་གི་སྙེ་མ་འཛིན་ན་དགུ་བ་ན་བྱང་ཡོད་རེད། ཟིན་བྲིས་དགུ་བ་ནང་ལོས་ལ་དང་དོན་སུམ་ཅུ་པ་ནང་ལོས་ལ་ཡོད། ཀ་ལི་ཆེ་དང་རྒྱལ་བསྟན་གྱི་གཞི་གཤིས་དག་ཏུ་ཕྱེ་བ་ལས་ཟེར་ཞོར་ང་རང་ཚོ་གི་གསལ་བྱེད་སུམ་ཅུ་འདི་ནི་དད་པ་ག་ཚོད་ནང་མ་དབྱེ་བ་ཅི་ཡོད་ལ་ན་དད་པ་བདུན་དང་ཕྱེད་ཀ་ནང་ལོས་ལ་མ་དབྱེ་བ་ཅི་ཡོད་རེད་ལ་ཧ་གོ་ས་འོ་འདི་ཆད་ད་འོ་འདི་དད་པ་ཆེ་དང་རྒྱལ་གནས་པའང་ཟེར་ན་ད་འདི་གི་དོན་དག་འདི་དག་རང་བྱ་གི་ཡོད་རེད་ད་དད་པ་བདུན་དང།

ཤིན་ཏུ་མོ་དང་བཞི་བཞི་རུ་རྟ་གཉིས་བསྡད། ཁྱེད་རང་ཚོ་ལ་ད་ནི་བེད་ཁྲིད། གསལ་བྱེད་སུམ་ཅུ་དེ་ཚེ་ལྔ་ལ་བྲིས་ཚུལ་ལ་འཁྲིད། རྟ་ང་རོ་ཚོ་གིས་དང་པོ་གསལ་བྱེད་སུམ་ཅུ་གང་ས་བྲིས་ཀྱི་ར་གསལ་བྱེད་སུམ་ཅུ་མཚམས་པ་གསལ་བྱེད་སུམ་ཅུ་ཐམ་པ་ཡོད་རེད་ཀ་ཁ་ག་ང་ཅ་ཆ་བྱ་ཉ། རྟ་ཐ་ཐ་ན་པ་ཕ་ཕ་མ་ཙ་ཚ་ཛ་བ་ཤ་ས་ཨ་ཡ་ར་ལ་ཤ་ས་ཧ་ཨ། ད་འོ་དེ་གའི་ཆ་ཚང་ཅིག་བྲིས། འོ་དེ་གའི་ཆ་ཚང་ཅིག་བྲིས་ཚར་བ་ད་ཨ་ནི་ང་རོ་ཚོ་གི་ཡི་གེ་ཐང་ཤོས་བཞི་ཤོ། ཀ་ཡི་གང་ལ་ཕོ་གཅིག་རྒྱ་ཡི་ར་ནི་ཁ་ཡི་གང་ལ་མ་ནིང་གཅིག་རྒྱ་བོ་རེས་ནི་ག་ཡི་གང་ལ་མོ་རྒྱ་བོ་རེས་ནི་ང་ཡི་གང་ལ་ཤིན་ཏུ་མོ་རྒྱ་བོ་རེས་ལ་ཧ་གོ་སོ། ད་ཕོ་དང་མ་ནིང་མོ་དང་ནི་དེ་ལས་ས་ཕོ་མ་ནིང་མོ་ཤིན་ཏུ་མོ་ཨ་ནི་འོ་འདི་གའི་སྡེ་ཚན་རེ་རེ་རེ་རེ་ལ་ནི་ངར་སོ་ཡི་གེ་ག་ཚོད་ག་ཚོད་ཡ་དབྱེ་བ་བྱས་ལ་ན་ཡི་གེ་བཞི་བཞི་བཞི་བཞི་བྱས་ནས་ཡ་ལ་དབྱེ་བ་བྱས་ཡིན་ལ་ཧ་གོ་སོ། ཨན་ཡོ་དེ་ཡི་གིས་གཞི་དེ་ཡེ་ཨོ་ཅེ་དང་འདི་དག། དད་པ་བཞི་པ་ཡན་ཆད་ཡེ་ཨེས་ལར། རྟ་ང་རོ་སོགས་ཀྱི། དད་པ་བདུན་དང་ཕྱེད་ཀ་ཡོད་རེད་ལ་ས། དད་པ་དང་པོ་དེ་ཀ་དད། དད་པ་གཉིས་པ་དེ་ཅ་དད། དད་པ་གསུམ་པ་དེ་ཏ་དད། དད་པ་བཞི་པ་དེ་པ་དད་ད་པ་དད་ལས་ས་ནི་པ་དད་ཀྱི་ཡལ་འདབ་ཡོད་པའི་ཡི་གེ་ཆ་ཚང་གཅིག་དེ་དང་ཤོད། སྡེ་ཚན་བཞི་ནང་ལ་ཡ་ཡེ་ཨོ་ཅེ་ཨེས་ལར་ཧ་གོ་ས་ཨོ་དེ་བཞི་ནི་སྡེ་ཚན་དང་ཤོད་ཕོ་དེ་ལ་ཡི་བཞི་དབྱེ་བ་བྱས་ཚར་བ་རེད། ནི་མ་ནིང་དེ་ལ་བཞི་དབྱེ་བ་བྱས་ཚར་བ་རེད། ནི་མོ་དེ་ལ་བཞི་དབྱེ་བ་བྱས་ཚར་བ་རེད། ཤིན་ཏུ་མོ་ལ་ནི་བཞི་དབྱེ་བ་བྱས་ཚར་བ་རེད། ཧ་གོ་ས། ད་ང་ར་ཚོ་གི་གསལ་བྱེད་སུམ་ཅུ་ཐམ་པ་ཡོད་ར། གསལ་བྱེད་སུམ་ཅུ་ཐམ་པ་ནང་ནས་ད་ང་ར་ཚོ་ཡི་བཅུ་དྲུག་དེ་ཆ་ཚང་འདི་བཞི་ན་ཡར་འགྲོ་ཚར། ད་ང་ཚོ་སུམ་བཅུ་ནས་བཅུ་དྲུག་མ་འཐེན་ད་ག་ཚོད་ལྷག་ཡོད་ལབ་ན་བཅུ་བཞི་ལྷག་གི་རེད་ལ་ད་ཁྱེད་རང་ཚོ་ཀློག་དེབ་ནང་གཟིགས་རོགས་གྱིས། ལྷག་མ་བཅུ་བཞི་གནས་པ་ལ། རྩ་སོགས་གསུམ་ནི་བཅའ་སོགས་སྦྱར་ལར་ནི་ང་རང་ཚོ་གི་ཡི་གེ་ལྷག་མ་བཅུ་བཞི་ཅིག་ལྷག་བསྡད་ཡོད་རེད་ལ་ཨ་ནི་ཡི་གེ་ལྷག་མ་བཅུ་བཞི་གི་དབྱེ་བ་སྤྱི་དང་ག་འདྲའི་རེད་ལབ་ན། རྩ་སོགས་གསུམ་ནི་ལབ་ན་ཨ་ནི་བསྡད

བ་ནི་བ་དང་སྦྱར་བར་བྱ། ཨ་ནི་ང་རང་ཚོ་གི་བ་དེ་ནི་བ་མཉམ་དུ་ལ་ཡང་སྦྱར་ཞོ། ཨ་གོ་སོ། ཨ་འདི་ནི་ལྷག་མ་དྲུག་ནི་མོ་རུ་སྦྱར། ཨ་ང་རང་ཚོ་ཚང་གི་ཡི་གེ་ལྷག་མ་བཅུ་བཞི་ཞེས་བ་ཡི་ལྷག་མ་བཅུ་བཞི་ཡི་ནང་ནས་ད་འདི་ཚོ་བཞི་དེའི་ནང་དབྱེ་བ་བཅས། ད་འདི་ཡི་བར་ལ་ཡིག་ག་ཚོད་ལྷག་ཡོད་རེད་ལ་ན། ལྷག་མ་དྲུག་ནི་མོ་རུ་སྦྱར་བསམ་ལྷག་མ་དྲུག་དེ་ག་རེ་ག་རེ་ལ་ན་ཡི་གེ་ལྷག་མ་དྲུག་དེ་ཏཱ། ཤ། ཟ། ཨ། ཡ། ནི། ཤ། ས། ཏཱ། གཅིག་གཉིས་གསུམ་བཞི་ལྔ་དྲུག་ཏཱ། འོ་འོ་འདི་གའི་དྲུག་འདི་ཆ་ཚང་གཅིག་མོ་ལ་ཡ་སྦྱར་ཞོགས་ལ་ལྷག་གོ་ས།

ད་ང་རོ་ཚོད་ཀྱིས་འདི་འཇེམ་བྱས་ཏེ་གར་འགྲོ་ཡས་ལ་ན། ད་ལྟ་བདེ་ལ་ཉེ་ཁྲིའོ། སེར་བྱེས་རྣམས་རྟ་རྔ་ལ་དབྱེ་བ་གཅད་དགོས་པའི་རྒྱུ་མཚན་ཟེར། ད་ང་རོ་ཚོད་ཀྱིས། སེར་བྱེས་སུམ་ཅུའི་ཐམ་པ་འདི་རྟ་རྔ་ལ་དབྱེ་བ་གཅད་བ་རེད་ཟེར། ད་ང་ཚོ་རྟ་རྔ་ལ་དབྱེ་བ་གཅད་དགོས་ཀྱི་དགོས་པ་རྒྱུ་མཚན་གང་རེད་ཟེར། ད་ན་ངས་བདེ་ལ་ཁྲིའོ་རྟ། སེར་བྱེས་རྣམས་རེ་རེ་ནས་ངག་ནས་འདོན་པའི་ཚེ་ཀ་སོགས་སྒྲ་གདངས་གྲགས་པའི་ཕོ་དང། ཁ་སོགས་རེམ་པའི་མ་ནིང། ག་སོགས་ཞེན་པའི་མོ་དང། ང་སོགས་ཅུང་ཟད་ཞེན་པའི་ཤིན་ཏུ་མོ་དང། ར་སོགས་ཤིན་ཏུ་ཞེན་པའི་མོ་བཤམས་ཏེ་བཞག་པ་ཡིན་ནོ། ལར་དང་ང་ར་སོགས་ཀྱི་གསལ་བྱེད་སུམ་ཅུ་ལྷག་མ་དག་ལྔ་ལ་དབྱེ་བ་དཔྱད་དགོས་པའི་རྒྱུ་མཚན་ནི་ག་ཞིག་ནི་དབྱེ་བ་དཔྱད་རེས་ལ་ན་ནི་གསལ་བྱེད་སུམ་ཅུ་ཐམ་པ་ནི་ཁ་ནི་མ་རེ་རེ་བཞིན་འདོན་ཞོག་ལར་དང་ཚོགས་ཀྱི་དཔེ་ན་ཆ་བྱ་བ་ཡིན་ན།

ཅུང་ཟད་ཀྱིས་ཞེན་པ་ཡོད་པ་སོང་ཙང་ནི་ཤིན་ཏུ་མོ་ལ་ཤར་བ་རེད། ནི་ར་སོགས་ཤིན་ཏུ་ཞན་པའི་མོ་གཤམ་དེ་བཞག་པ་ཡིན་ནོ། ནི་ང་རོ་ཚོ་གི་དཔེར་ན་ཆ་ཤོས་ན་ར་ལ་དུས་ཁོ་སྒྲ་གདངས་ག་འདྲས་འདུག་སྒྲ་གདངས་ཤིན་ཏུ་ཞན་པ་ཡོད་བ་སོང་ཙང་ནི་མོ་གཤམ་ལ་བཞག་བ་རེད་ལར་ཧ་གོ་ས། ནི་ད་ང་རོ་ཚོ་གི་ཡང་དྲི་བ་ན་མཚམས་ཙམ་འོས་འགྲེ་བསྐུར་ཟིག་གིར་ད་ཨ་ནི་ཚད་མའི་ཅེས་ཀྱང་བྱ། ཞེས་པའི་ཨ་ཡིག་དེ་ཚད་མས་བཞག་དགོས་པའི་རྒྱུ་མཚན་དྲིས། ལར་ཏང་ང་རོ་ཚོ་གིས་ཨ་དེ་ལ་དམིགས་བསལ་གྱི་ཚད་མའི་ལག་འོད་དོ། ཚད་མའི་ཁ་ཆིངས་ལག་འོད་རེད། ཨ་ནི་ཨ་དེ་ལ་ཚད་མའི་ལག་འོད་གོ་བོ་རྒྱུ་མཚན་གང་རེད་ཟེར་ན། ཨ་ནི་ཨ་ཨ་ཨ་ཡི་གེ་དེ་མོ་ཤན་ཡིན་པ་གང་ཞིག་ལ་ད་ལྟ་ར་ལ་ཧ་ཨོ་དེ་ཚོ་གསུམ་ལས་སྒྲ་གདངས་ཧ་ཅང་གི་ཞན་པ་ཡོད་རེད་ཨ་ནི་ཨོ་དེ་ཡིན་ཙང་ཨ་ནི་ཨ་ལ་དེ་ལ་ཚད་མའི་དཔྱད་ཀྱང་བྱ་ཨ་ཟ་ནས་ད་ཨོ་དེ་ལ་ཨོ་ཡོད་རེད་ད་ད་རེས་ང་རང་གིས་བསླབ་ཡས་དེ་ནི་དྭངས་བཅུད་ཀྱི་གོ་དོན་དྭངས་བཅུད་ཀྱི་བརྗོད་བྱ་གཙོ་བོ་གསུམ་དྭངས་བཅུད་ཀྱི་རྩོམ་པ་པོ། ནི་གསལ་བྱེད་སུམ་ཅུ་སྡེ་ཚན་ལྔ་ལ་བྲིས་ཚུལ། ནི་གསལ་བྱེད་རྣམ་རྟགས་ལྔ་ལ་དབྱེ་བ་བཅད་དགོས་པའི་རྒྱུ་མཚན། དགྲ་བོ་འདི་གའི་ཆ་ཚང་ལས་ཆ་ཚང་ཅིག་དགྲ་བསྒྲུབ་ཚར་བ་ཡིན། ནི་ངས་ཁྱང་ཚོ་ལ་ད་འདྲ་བསླབ་རྒྱོ་འདི་མ་ཕན་པའི་རེ་བ་ཡོད། དགྲ་བཞི་དེ་ལས་ནི་རྗེས་མ་དེ་ལ་ཐུག་ཡོང།